ལྷག་ཆད་སྲིད་ཞིའི་གཙུག་རྒྱན། སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་བཏང། ཅེས་གཞིས་བྱེས་གཉིས་སུ་ཡོད་པའི་བོད་རིགས་སྤུན་ཟླ་ཡོངས་དང། ལྷག་པར་དུ། ལྷོ་བྱང་ཨ་རིའི་ཁྱོད་ལ་ཡོད་པའི་བོད་རིགས་ཡོངས་ལ་ཡང། མཛའ་ཞིང་བརྩེ་བའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་རིང་གཏམ་བཤད་འགོ་འཛུགས་མ་ཞུས་མྱོད་ལ་དེ་ངོ་སྤྲོད་ཞུ་ངེས་ཀྱིས། ངོ་སྤྲོད་ཞུ་ཡ་ལྷག་མ་འགའ་ཤས་ཤིག་ལྷག་ཤ་ལྡིང་ངས་ཞུས་ཆོག་པ་ཞིག་ཞུ་བ་ཡིན། ང་ནམ་རྒྱུན་རྩེད་མོ་ལ་དགའ་བོ་ཞིག་རེད།

དེ་མ་ཡིན་པའི་ཧིན་དིའི་གློག་བརྙན་ནང་ལོགས་ལ་ཡོད་པའི་དགའ་ཚལ་འདི་ངས་བཏང་པ་ཡིན་ན། ཁྱེད་རང་ཚོ་ཞི་དྲག་གི་ཐུགས་སྤྲོ་པོ་ཡོང་གི་རེད། ལྷག་པར་དུ། ང་སྤྱིར་བཏང་ནམ་རྒྱུན་དབང་ཆེན་ཏོག་ཁ་བོ་རྩུབ་ཏོག་ཁ་བོ་ཇོ་རེད། ཡིན་ནས་ནང་ལ། ང་ལས་ངའི་སྐྱེས་མའི་ཤི་ར་བང་ཆེ་གི་རེད། ནང་ལ་ཁ་ལག་བཟོ་ཡས། ཧ་ཡང་བཀྲུ་ཡས། ངའི་ལས་ཀ་རེད། ལྷག་པར་དུ་ངའི་ནང་ལ་ཡང། མདུན་མདའ་ལ་ལྟ་རྟོག་བྱེད་ཡས། མེ་ཏོག་ལྟ་རྟོག་བྱེད་ཡས་ལན་སི་ཀེ་པིང་བྱེད་ཡས། ཕེ་ཆེད་པོར་ཏི་ལའི་ནང་ལོགས་ལ་ཡང་ངའི་ནང་གི་ལྡུམ་ར་རང་བཞིན་གཞན་པ་སུ་ལ་ཡོག་མ་རེད། ངའི་ཁྱིམ་མཚེས་ཀྱི་ཨིན་ཇི་ནི་ཀས་དེ་ཚང་མ་ངའི་ལྡུམ་ར་ལ་ཁོ་ཚོ་ཧང་སང་གི་རེད་དགའ་བོ་ཞིག་དྲག་ཆེ་གི་རེད། ལྷོ་བྱང་ཨ་རིའི་ནང་ལོགས་ལ་ཡང་དུས་ཚོད་ཡི་ག་རོགས་ཤིག་སྐྱེལ་བྱས། བཟང་ཆུའི་སློབ་གྲྭའི་ནང་ལོགས་ལ་ཡང་ངའི་དགེ་རྒན་ལོ་བདུན་ཟིག་བྱས་པ་ཡིན། ངའི་བཟང་བདག་གིས་ལོ་བཅོ་གསུམ་ཟིག་བྱས་ཡོད་རེད། ངའི་བུ་ཕྲུག་གསུམ་ནང་ནས་བུ་ཕྲུག་གཅིག་ཨ་རི་ལ་འཚར་ལོངས་བྱས་པ་རེད་ཨ་ལི་སྐྱེས་པ་རེད་བཟང་ཆུའི་སློབ་གྲྭ་ཕྱིན་བྱས་ཐོན་བྱས་འདས། Stanford University ནས་སློབ་སྦྱོང་ཐོན་པ་ཅིག་རེད་བྱས་ཙང། རྣམ་པ་ཚོའི་ས་གནས་དང་ངའི་ནང་མི་ལ་འབྲེལ་བ་ཆེན་པོ་ཡོད་བསྡད་པ་ཅིག་རེད། ད་ལྟའི་ཆ་ལ་ཡང་ངའི་ཕུ་གུ་སུང་ག་ལོ་ཡང། བོད་སྐད་དང་བོད་ཡིག་གནས་ཚད་ལྡན་པ། དང་དུ་ཡང་ད་ལྟ་རྩ་སློབ་སྦྱོང་ཐོན་རྗེས། སོ་སོའི་མི་ཚེ་སྤེལ་གྱི་ཡོད་རེད། ངའི་བུ་མོ་འདི University of Minnesota ནས་ད་ལོ་འབུམ་རམས་པ་ཐོན་གྱི་ཡོད། ཡིན་ན་ཡང་འབུར་བ་མ་ཐོན་པའི་ཞོར་ལ་ཡང་ཕ་གའི་དགེ་བཤེས་ལགས་ཚོ་ནས་ཆོས་ནང་ཆོས་ལྟ་གྲུབ་བོད་ཀྱི་ལོ་རྒྱུས་དེ་ཚོ་ད་ལྟའི་ཉིན་མུ་མཐུད་ནས་སྦྱང་བཞིན་པ་རེད། ངའི་བུ་ཆུང་ཤོས་འདི་འདས་སྐྱེས་པ་རེད་གཟའ་མཇུག་སློབ་གྲྭར་ཕྱིན་པ་རེད Stanford ནས་ཐོན་པ་རེད་ད་ལྟ་ཁོ་རང་ལས་ཀ་འཚོ་བ་སྤྱོད་བཞིན་པ་རེད་དེ་ཡང་བསྐྱར་མེ་ནི་སོ་ཏྲ་ནི་ཀི་ཤི་ལགས་བརྒྱུད་ནས་བོད་པའི་ཆོས་དང་རིག་གཞུང་སྦྱང་བཞིན་པ་རེད། ངའི་སྤུ་བོ་གཉིས། Portland། ཡང་ལོ་རྟག་པར་བཀའ་འགྱུར་ཀློག་པའི་སྐབས་ལ་ཡང་སློབ་གྲྭ་ནས་དགོངས་པ་ཞུས་རྗེས་ཉི་མ་བརྒྱད་དགུ་བཅུ་བཀའ་འགྱུར་ཀློག་པ་ཡིན་གྱི་ཡོད་རེད། ལོ་གཅིག་གི་ནང་རོལ་ལ་ཡང་བཀའ་འགྱུར་སྤུ་ཏི་གཅིག་ཁོང་ཚོས་ཀློག་གི་ཡོད་རེད། འདི་སྐད་དེ་ངས་རྣམ་པ་ཚོ་ལ་སྙན་སྒྲོན་ཞུ་བའི་གལ་ཆེན་པོ་རེད་བསམ། ལྷོ་བྱང་ཨ་རིའི་སྤྱི་འཐུས་ལངས་ཀྱི་ཡོད་པའི་ངོ་བོའི་ཐོག་ནས། ངའི་བུ་ཆུང་ཤོས་དེ་གིས་ཁོ་རང་དྲ་ཐོག་བརྒྱུད་ནས་དགེ་བཤེས་ལྷ་རམས་པ་དང་འཛམ་གླིང་ཡོངས་ཀྱི་དགེ་བཤེས་ལྷ་རམས་པ་བཅུ་བརྩི་ལ་ཡ་ཕག་དབྱིན་ཇི་ལབ་ཚུགས་བོད་ཡིག་སྦྱང་བྱེད་ཀྱི་ཡོད་རེད། དེ་གས་དེ་ངས་ཞུ་དགོས་ཡ་རྒྱུ་མཚན་དེ། བྱང་ཨ་རིའི་སྤྱི་འཐུས་ལང་ངན་གཅིག་གིས་བཟང་སྤྱོད་སློབ་གྲྭའི་གནས་སྟངས་ཧ་གོ་དགོས་ཀྱི་ཡོད་པ་དང་བཟང་སྤྱོད་སློབ་གྲྭའི་ནང་ལོགས་ལ་སློབ་སྦྱོང་ག་འདྲས་སུ་སྤྲད་དགོས་ཀྱི་ཡོད་མེད་དཀའ་ངལ་ག་རེ་ཡོད་མེད་ཕ་མ་ཚོས་དཀའ་ངལ་ག་རེ་ཡོད་མེད

སྐྱེ་སྒོ་རྒྱུ་ང་ཚོའི་རེ་བ། ཨ་རིའི་ཆང་དང་ལོ་ནས་སྒོ་དྲུག་དམངས་ཀྱི་རྒྱབ་སྐྱོར་བརྟན་པོ། ཨོ་ཕྲུག་གི་ས་ཕིང་བཟོ་ལ། ཆོས་ཕྱོད་ཆོས་ཆེ་ཡ་ག་ལ། སྤྱི་ལ་སྤྱི་སེམས་ཆེ་བ་ལ།